ཤེས་ཐུབ་པ་དགོས་ཀྱི་ཡོད་རེད། བླ་ཆེན་རྣམ་པ་དང་གཅིག་མཁན་པོ་ཟེར་ཡ་དང་ད་དེ་བྱི་བ་རེད་བ་དེ་ཚོ་ཚང་མ་གི་ངོ་ནས་བྱས་ན་འགན་ཡག་པོ་ཅིག་ཁྱེར་ནས་དྲ་དམངས་ལ་ད་གཅིག་གཅིག་ཐག་གཅོད་ཅིག་ད་བྱེད་དགོས་རེད་བ་འདི་འདྲའི་བྱས་ནས་ཡིན་ལ་མིན་ལ་བྱེད་བསྡད་བ་ཡིན་ན་དྲ་བ་དྲ་བ་གི་ནང་ནས་དགེ་འདུན་པ་གི་སྡེ་གི་ནང་ནས་མཁན་ཚ་ཆགས་རྒྱ་བོ་དང་དགེ་འདུན་པ་གི་བ་རུ་ལ་ལྟ་ཤོག་མཐོང་ཤོག་ལས་དེ་འདྲ་བྱས་བ་ཡིན་ན་ང་ཚོ་བོད་སྤྱི་ལ་སྐྱོང་བ་རག་གི་རེད་བ་ཉི་མ་གཅིག་གི་བེད་དེ་ཐབས་ཤེས་མེད་བའི་ཐོག་ནས་ཐག་གཅོད་ཅིག་བྱེད་དགོས་བ་བྱུང་ན་ང་ཚོ་ཕྱི་དྲག་འགྲོ་གི་རེད་བསམ་གི། རྣམ་པ་ལན་བརྒྱད་ཚང་མ་ལོ་ལ་ཡར་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་འདོད་ཞུ་བས་ཡིན། ད་རིང་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གསུམ་པའི་ཚེས་བཅུ་ཉིན་རེས་གཟའ་མིག་དམར་གྱི་ཉིན་རྒྱ་གར་གྱི་དགུང་སྒྲོལ་ཆུ་ཚོད་བརྒྱད་དང་ཕྱེད་ཀ་དང་ཨ་རི་ནིའུ་ཡོག་གི་སྔ་དྲོའི་ཆུ་ཚོད་བཅུ་པ། ཡུ་རོབ་ཀྱི་ཉིན་གུང་ཆུ་ཚོད་བཞི་པའི་ཐོག་དམངས་གཙོ་དང་བགྲོ་གླེང་ལེ་ཚན་བཅོ་ལྔ་པ་དེ་ཐད་གཏོང་རྒྱང་གཟིགས་གནང་ཡོད་པ་རེད། ད་རིང་རྒྱལ་ཁོངས་རྣམ་པའི་བརྗོད་གཞི་ནི། བོད་མིའི་དམངས་གཙོ་ལག་བསྟར་ཁྲོད་ཆོས་དང་ཆབ་སྲིད་ལོགས་བཀར་བྱེད་དགོས་སམ་ཞེས་བརྗོད་གཞི་དང་འབྲེལ་ཆོལ་ཁ་ཆོས་བརྒྱུད་ཀྱི་སྤྱི་འཐུས་ད་ལྟའི་ཆར་དགོས་མཁོ་ཡོད་མིན་སྐོར་དགེ་བཤེས་ལྷག་རྡོར་མཆོག་དང་སྤྱི་ཟུར་བློ་བཟང་ཆོས་འབྱོར་མཆོག་གིས་དགོངས་ཚུལ་གསུངས་པ་ཞིག་ཟུར་འདོན་ཞུས་ཡོད་ན་གསན་གསུང་ཡོང་བ་ཞུ།
ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་མང་གཙོ་དང་བགྲོ་གླེང་གི་ལེ་ཚན་བཅོ་ལྔ་པ་འདི་ནང་ལོགས་ལ་ད་ནི་ཚང་མ་ལ་དགའ་བསུ་དང་སྦྲགས་ཆེད་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་རིང་གི་ལེ་ཚན་བཅོ་ལྔ་པ་འདི་ང་ཚོ་འགོ་འཛུགས་མ་ཞུ་གོང་ལ་ཨ་ནེ་མངར་སྐྱུར་ཞིག་སོང་ཞེས་ང་ཚོ་མང་གཙོ་དང་བགྲོ་གླེང་ཟེར་ཡག་འདི་ངོ་སྤྲོད་མདོར་བསྡུས་ཞུ་བ་ཡིན་པ་ཡིན་ན། ཨ་ནེ་མང་གཙོ་དང་བགྲོ་གླེང་ཟེར་ཡ་འདི་ང་ཚོ་གཞོན་སྐྱེས་ཁག་ཅིག་གིས་བོད་པའི་སྤྱི་ཚོགས་ནང་ལོགས་ལ་ཤེས་ཡོན་གྱི་ངོ་རང་གི་ཐོག་ནས་ཨ་ནེ་ཅིག་གི་བརྗོད་གཞི་འདྲ་མིན་ཐོག་ལ་ཡང་བགྲོ་གླེང་ཞུ་ཡ་དང་ཨ་ནེ་ཅིག་གི་སྤྱི་ཚོགས་ནང་ལོགས་ལ་མང་གཙོ་དང་འབྲེལ་བའི་ཐོག་ནས་གོ་རྟོགས་སྤེལ་ཡ་རང་གི་ཆེད་དུ་ང་ཚོ་ལས་གཞི་ཞིག་གི་འགོ་བཙུགས་ཡོད། འདི་ང་ཚོ་རུ་ཁག་ཅིག་མ་འདུག་ཨ་ནེ་ཅིག་ཚོགས་པ་དེ་འདྲའི་ད་ལྟ་ཆ་ལ་རྩ་བ་ཉིད་ནས་མེད་ཞེས་ཞུ་ཡ་ཡིན། ཨ་ནེ་དེ་དང་མཉམ་དུ་ཨ་ནི་ང་ཚོ་འདིར་ལས་རིམ་ག་འདྲ་ཞིག་བང་སྒྲིག་གི་ཡོད་པ་ཡིན་ནས་འདི་ང་ཚོ་ང་རང་ཚོ་གཞོན་སྐྱེས་ཁག་ཅིག་འདི་གི་རྣམ་དཔྱོད་སྤེལ་བའི་ཐོག་ནས་འདུ་ཤེས་མ་སྐུལ་དྭང་བླངས་ཀྱིས་འདུ་ཤེས་ལས་ཀ་སྒྲུབ་པ་མ་གཏོགས་ཅིག་གིས་འདི་རྒྱབ་ལོག་ལ་ཡང་ཅིག་གི་མི་སྒེར་གྱི་བསམ་བློ་ཡོད་པ་དང་ཨ་ནི་ཅིག་གི་བྱེ་བྲག་ཚོགས་པ་དེ་འདྲས་ཀྱི་ཡང་ཅིག་གནོན་ཤུགས་ཡོད་པ་དེ་འདྲའི་རྩ་བ་ཉིད་ནས་མེད་ཡན་ཞིག་ཞུ་ཡ་ཡིན། ཨ་ནི་འདི་རྣམས་ལ་སྐུ་མགྲོན་སུས་ཕེབས་པ་ཡིན་མིན་ནི་ཆ་ཚང་ཅིག་སུ་སུ་གི་ག་སོ་རེད་དགེ། ཀྱི་དགོངས་པ་དང་བསམ་བློ་མ་འདོར་ཕྱིར་ཡང་ཚོགས་པ་དེ་འབྲེལ་གྱི་ཚབ་མཚོན་དེ་འདྲས་མེད། རྣམ་པ་ཚོ་ད་ལྟ་ཐོག་མ་ཉིད་ཞུ་རྒྱུ་བྱུང་སོང། ང་ཚོ་ད་བགྲོ་གླེང་ཞུས་དང་ཞུ་བཞིན་པ་དེ་ང་ཚོ་དམངས་གཙོ་དང་རྒྱ་གར་མོ་ཆེ་ཡི་དེའི་ཐོག་ལ་གནང་འདི་ཡོད་རེད། འདི་ཕྱི་ཚུལ་ཚང་མ་ལ་ཨ་ནེ་དགེ་བཤེས་ལྷག་རྡོར་ལགས་རོགས་ཤ་བཤད་ན་དུས་རྒྱུན་ནས་རྒྱ་གར་མོ་ཆེ་ཡི་ད་ཅིག་དགོངས་པ

ཨ་ནི་ཁོང་ཉང་ཁོ་རང་ན་ཉིན་ལོ། ཁྲིམས་ཀྱི་དབང་སྒྱུར་དུ་ཁྲིད་རིམ་སྙིང་བསྡུར་བྱས་རྗེས་དཔེ་དེབ་ཅིག་བརྩམས་གནང་ཡོད་རེད། འོ་དེ་དང་འབྲེལ་བའི་ཐོག་ནས་ཨ་ནི་ཅིག་ད་འདི་བརྗོད་གཞི་ཐད་ཀར་འདྲ་བོ་ཡིན་འདུག་བསམ་པ་ལ་ཨ་ནི་ཅིག་དེ་འདྲའི་ཞུ་ཡ་འགྲོ་དེ་རྒྱུ་མཚན་གཙོ་བོ་དེ་དེ་འདྲ་ཞིག་ཆགས་བསྡད་ཡོད་རེད་འདི་སོང་ཙང་ཨ་ནི་གཉིས་དྲི་བ་གཉིས་བ་དེ་ལ་ཨ་ནི་ད་ལྟ་དྲི་བ་གང་དེ་རང་བྱ་ཡིན་སྤྱི་འཐུས་ལྷན་ཚོགས་ཀྱི་སྒྲོམ་གཞི་ཡོད་རེད་བ་ང་ཚོ་ཆོལ་ཁ་དང་ཆོས་བརྒྱུད་ཀྱི་ཐོག་ནས་སླེབས་ཡ་དེ་ཐོག་ལ་རྒྱ་གར་རོ་མོ་ཆིག་དེ་ཐོག་མར་གནང་ཡ་གི་བཟོས་གནང་ཡ་གི་དགོངས་པ་རོ་དེ་ག་འདྲ་རེད་ཞེ་ན།

འཆི་མེད་ཞི་བའི་ལམ་དང་མང་གཙོའི་ལམ་ལ་འགྲོ་ཡ་ཁག་པོ་རེད་ཟེར་བ་ནང་བཞིན། ད་ལྟ་འདིའི་ཆོལ་ཁ་དང་ཆོས་བརྒྱུད་དང་ས་ཁུལ་དང་བཅས་པ་འདྲ་མཉམ་ཐོག་ནས་འགྲོ་ཟེར་ཡ་འདི་ལ་ཡང། ཨ་ནི། སྤྱིར་དུས་སོ་སོ་རེད་ད་ནང་བཞིན་མང་ཚོགས་ལ་སློབ་སྦྱོང་ཡག་པོ་མེད་ན། ཨ་ནི་དག་རང་ཨུ་ཚུགས་བརྒྱབ་ནས་འགྲོ་བསྡད་ཀི་རེད། དེ་དཀའ་ལས་ཁག་པོ་མཐོང་གི་འདུག་ངས་དེ་དང་ངས་དེ་འདྲ་ག་རེ་བསམ་གི་འདུག་ཟེར་ན། ད་ང་དེ་ཚོའི་སྐོར་ལ་ཞེ་དྲག་མཁས་པ་དེ་འདྲ་མ་རེད་གཅིག་བྱས་ན་ནོར་གི་ཡོད་འདྲ། དཔེར་ན། ཆོལ་ཁ་ཆོས་བརྒྱུད་ག་འདྲའི་ཅིག་གི་སྤྱི་འཐུས་ཡིན་ན་ཡང་སྤྱི་འཐུས་ཡལ་བའི་ཁོད་ཚལ་བའི་རྗེས་ལ། བོད་པ་སྤྱིས་ཀྱི་སྤྱི་འཐུས་སམ་བློ་བཏང་ཁུངས་སྤྱི་འཐུས་ཅིག་ཡིན་པ་སམ་བློ་བཏང་ཁུངས་མེད་ན་བསམ་གྱི་འདུག་མ་གཏོགས་ཀྱི་ཡར་སླེབས་ཚར་བའི་རྗེས་ལ་སྡིངས་ཆ་འདི། ཆོལ་ཁ་སོ་སོའི་དོན་དག་ལ་རྩོད་ཡས་དང་ཆོས་ལུགས་སོ་སོའི་དོན་དག་ཁེ་ཕན་ལ་རྟག་པར་རྩོད་དེ་ཡས་དེ་སྡིངས་ཆ་འདི་ཨ་ཡིན་ན་བསམ་གྱི་ཡོད་རེད་ངེས། ད་ཅིག་བྱས་ན་ང་ནོར་གྱི་ཡོད་འགྲོ། དེ་ཚ་ང་ནོར་མེད་ན། དུག་སུ་རྩོད་དེ་ཡས་དེ་གི་ཨེ་ནས་ཆག་སྒོ་ཚང་མ་དེ་ནས་སླེབས་ཚར་རེད། ད་ཡོང་གིན་ཡོད་མ་རེད། བྱེད་དུས་དེ་སྤྱི་པའི་རང་དབང་གི་མི་ཡིན། མི་སོ་སོ་ཆོལ་ཁ་ཆོས་བརྒྱུད་ནང་མི་བྱེད་སུ་ཡིན་ན་དེ་ལྟའི་དུས་སུ་ལས་ཀ་བྱེད་དང་སུ་ཡིན་ན་ཡོང་གི་རེད་དེ། གཙོ་བོ་དེ་སྤྱི་བས་ཀྱི་བོད་སྤྱི་བས་ཀྱི་འཐུས་མི་ཡིན་བསམ་གྱི་ནས་སྤྱི་ཡོངས་ལ་ག་རེ་ཕན་གྱི་འདུག་འགྱུར་བ་ག་རེ་གཏང་གི་འདུག་འདྲ་མཉམ་ག་འདྲས་བཟོ་གི་འདུག་རེད་བ། ཆོལ་ཁ་ཆོས་བརྒྱུད་ཡ་ནི་ས་ཁུལ་ག་རེ་ཡིན་ན་འདྲ་མཉམ་ག་འདྲས་བཟོ་གི་འདུག་དྲང་པོ་དྲང་བཞག་ཐོག་ནས་བསམ་བློ་བཏང་ནས་སྤྱི་བ་བསམ་བློ་བཏང་ནས་བྱས་ན་དེ་བཟོ་ཐུབ་ཡས་ཅིག་རེད། དཔེར་ན་ད་ལྟ་དཔེར་ན་ཏང་གིས་སྨོས་ཏེ་འདི་ཡག་ག་འདུག་པའི་སྐད་ཆ་གི་ཤིག་མིན་ཏེ། ཆོས་བེད་ཀྱི་སྤྱི་འཐུས་ཆགས་བཞག་པ་ཡིན་ན། ད་འབར་མ་དང་འབྲུག་བདུད་སོགས་ཁ་ཤས་ནང་ལ་ཕ་ཆེ་འབར་མ་ཡིན་ན་གཅིག་ནང་ལ། གྲྭ་པ་སྤྱི་འཐུས་ཁོ་རང་ལངས་སྐོར་ཆོག་གི་ཡོད་མ་རེད། ཕ་ཆེ་དེ་གཉིས་འཁྲུག་མེད་ན་གཅིག་འདི་རེད། ཨེ་ནས་འབྲུག་ཡིན་ན་གཅིག་ནང་ལ་སྤྱི་འཐུས་ལངས་ཆོག་གི་ཡོད་རེད་སྤྱི་འཐུས་གར་ཟེར་དགུང་ད། འབྲུག་ཕ་ཆེ་འབར་མ་ཡིན་གྱི་རེད་གཅིག་ནང་ལ། གྲྭ་བེད་ཀྱི་འོས་ཤོག་བླུག་ཆོག་གི་ཡོད་མ་རེད། སྤྱི་འཐུས་ལངས་ཆོག་གི་ཡོད་མ་རེད། ད་འབྲུག་སྒྲ་པོ་འདི་གཉིས་ངས་འཁྲུག་མེད་ན་འབྲུག་སྒྲ་པོ་གཅིག་ནང་ལ་འོས་ཤོག་བླུག་ཆོག་གི་རེད་སྤྱི་འཐུས་ལངས་ཆོག་མ་རེད་འདྲ་པར་ད་འདི་འདི་ཁོ་རང་ཚོ་ཁོ་རང་ཚོ་བསམ་བློ་བཏང་ཡོད་འདུག་བ་ད་ང་ཚོ་འདྲ་པོ་ཅན་ཡིན་ན་འདྲ་པར་ཨ་ནི་འོས་ཤོག་ད་བླུག་དགོས་གི་རེད་གང་ཟེར་ན་ཆབ་སྲིད་ཁོ་རང་མང་གཙོ་གི་ཆབ་སྲིད་ཁོ་རང་ནང་ལ what touches all must be affected by all ཟེར་གི་རེད། སུ་གང་ལ་སུ་ལ་སུ་ལ་ཡིན་ན་ཁོ་ལ་ཕོག་ཐུག་ཡོང་གི་འདུག་ན། དེ་གས་ཁྲིམས་དང་སྒྲིག་གཞི་གི་ཕོག་ཐུག་ཡོང་གི་འདུག་ན་ཨེ་ནས་ཁྲིམས་དང་སྒྲིག་གཞི་འདི་ལ་ཡང་འོས་ཤོག་བླུག་ཡས་ཀྱི་ཐོབ་ཐང་འདི་མི་རེ་ངོ་རེ་ཚང་མ་ལ་དགོས་རེད་ཟེར་དུས་གྲྭ་པ་ལ་མི་དེ་གཞུང་གི་འཛིན་སྐྱོང་འདུ་ཚོགས་ཀྱི་ཕོག་ཐུག་ཡོང་གི་རེད་བ། དེ་དེ་དུས་འདི་འོས་ཤོག་བླུག་དགོས་གི་འདུག་ཟེར་གོ་རེད་ད། སྤྱི་འཐུས་ལངས་དགོས་གི་ཡོད་མེད་ད། དེ་སྐད་ཆ་གཅིག་བསམ་བློ་བཏང་ཡས་འདུག་བ་ལུང་པ་འདུ་ཚོགས་ནང་དེ་འདྲས་འདུག་བ།

གཅིག་ཏུ་འདུས་སོ་རིགས་ཏེ། གལ་ཆེ་ཤོས་གཅིག། ཁར་སོ་རང་འགན་ཉོ་མཁན་གྱི་སྤྱི་འཐུས་དང་རྣམ་པ་ཚོས་ཀྱི་བསམ་བློ་བཏང་ཡ་གཅིག་དང། དེ་ནི་དེ་བས་འགན་ཆེ་བ་གཅིག་མང་ཚོགས་ནས་དེ། ག་རེ་འགོག་འདུག་ག་རེ་འགོག་མི་འདུག། རེ་བ། འདྲ་མཉམ་འདུག་མི་འདུག་ཞེས་བསམ་བློ་ཡག་པོ་གཅིག་བཏང་བྱས་ནས་ཨེ་ནི་འདྲ་མཉམ་མི་འདུག་ན་མི་འདུག་ཟེར་བྱས་ནས་མངོན་གསལ་དོད་པོ་བྱས་ནས་ཡ། ཤེས་ཐུབ་པ་འགོག་གི་ཡོད་རེད། རེད་བ། དེ་བྱུང་ན་ནི་ཁག་ཏུ་འགྱུར་བ་གཏང་ཐུབ་པ་རེད་བ། དཔེར་ན། རྒྱ་གར་ནང་ལ་དེ་འདྲའི་རེད་དོ་རྙོག་དྲ་ཞེ་བོ་ཅིག་ཆེན་པོ་དགའ་རོགས་བྱུང་སོང་ན་ད་མི་མང་གི་ཐག་གཅོག་རེད་ལབ་གི་འདུག་བ། ད་མི་མང་གི་ཐག་གཅོག་དུས་ཐག་གཅོག་མཁན་མི་མང་དེ་ཡང་ཡང་ཆོལ་ཁ་ཆོས་ལུགས་ཀྱི་ཞེན་ཁོག་ཡོད་དོན་གྱི་རྐྱང་རྐྱང་ཅིག་ཡིན་ན་ཕན་མ་སོང་བ། རྒྱལ་ས་ད་དུས་ཚོད་རྙོག་དྲ་ཚ་བོ་རེད་ང་དེ་འདྲ་ཅིག་མ་གཏོགས། ཞུགས་མེད།
ངས་དེའི་སྒང་ལ་ཡང་བསྐྱར་ཅིག་ཐལ་བ་ཅིག་ཏེ་ཅིག་ཞུས་ན་འགྲིག་ས་རེད་དགེ་བཤེས་ལགས་ཀྱི་ཞུས་ནས་ངས་ཅིག་དྲན་སོང། འགྲིག་རེད་བ་ལགས་ལ། ད་ལྟ་དེ། ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ཕྱི་རྒྱལ་སྤྱི་འཐུས་དང། དེ་དང་འབྲེལ་བའི་ཐོག་ནས་ད་ང་ཚོ་ད་ལྟ་དཀའ་ངལ་ཞིག་འཕྲད་ཡོང་གི་འདུག་བསམ་གྱི་འདུག་ཉེ་བའི་ཆ་ནས་བཟུང་སྟེ། ང་དེ་ཚོས་སེམས་ཁྲལ་བྱུང། ག་རེ་བྱས་ནས་ལབ་ན་སེ་ར་ནས་མཁན་རིན་པོ་ཆེ་རྣམ་པ་གཉིས་དང། ཨ་ནེ་ཆེ་གེ་ཁོ་རང་ཚོའི་སྤྱི་འཐུས་དགེ་ལུགས་ཀྱི་སྤྱི་འཐུས་ཕུད་ཀྱི་ནས་གནས་ཚད་ཅིག་བྱུང་རྒྱུ་དེ་ལ་བརྟེན་ནས། ང་ག་རེ་སེམས་ཁྲལ་བྱུང་ལབ་ན་སྤྱིར་བཏང། ཆེད་འོས་བསྡུ་དང་དེ་འབྲེལ་གྱི་ཆ་ནས་དགེ་འདུན་པ་ནང་མཁས་ལ་གནས་ཚད་ཅིག་ཡོད་པ་དེ་དག་ལོ་མང་པོ་གོང་ནས་ཚང་མས་ཤེས་ཀྱི་ཡོད་རེད། ད་ལྟའི་རྣམ་པ་དེ་ཆོས་ལོག་ལ་ཐོན་ཡོང་དུས། རྒྱ་བོ་དང་སེར་མོ་བར་གྱི་སྤྱི་ཚོགས་ཀྱི་བར་རུ་ལ་ཏིས་ཅིག་ད་མི་ཚང་མ་ལོ་ད་ལྟ་དགེ་ཤེས་ལགས་ཀྱི་གསུངས་པ་ནང་བཞིན་གནས་ཚད་རེ་རེ་ཀྱི་ཐོག་ལ་ཞིབ་ཚགས་པོ་དབྱེ་ཞིབ་བྱེད་ཐུབ་མཁན་དེ་འདྲ་ཡོད་མ་རེད། དེ་འདྲ་བྱེད་དུས་ནས་ཚེ་མང་པོ་ཞིག་ང་ཚོས་དོན་མེད་ཀྱི་ཐོག་ནས་ནས། གར་སའི་སྒོར་གོ། བསོད་ནམས་བསད་ཡག་གི་རྒྱུ་དེ་འདྲ་ཡོང་གི་མེད་འགྲོ་བསམ་བསམ་འདྲ་བོ་ཞིག་ཉེན་ཁ་ཅིག་ད་ཆབ་སྲིད་དང་ཨེ་ཟླི་དང་འདི་འདྲས་ལ་བརྟེན་ནས་དེ་འདྲའི་ཉེན་ཁ་ཅིག་ཡོང་གི་ཡོད་པ་དེ་ད་གསལ་པོ་རེད་ཤག་ངོ་ནས་བཤད་ན་ཁར་སང་གི་གནས་ཚུལ་དེ་འདྲ་བོ་ཅིག་ཡིན་ན་དགའ་ལྡན་ཆོས་ཐོག་ཁང་གི་ཐོག་ནས་ད་ཐག་གཅོད་ཅིག་ད་དགོས་ཡག་གི་གནས་སྟངས་ཅིག་ད་ཆོངས་བསྡད་ཡོད་རེད་བ། དེ་ནི་ཚེ་གཅིག་རེད་བསམ་གྱི་འདུག་ད་ང་ཚོས་ཉེན་ཁ་གཅིག་གི་མཚམས་ལ་སླེབས་ཏེ་ཤ་བསམ་གྱི་འདུག་བཞི་ནི་ཨ་ནེ། ངོ་མ་སྐྱབས་རྗེ་ཟམ་གདོང་རིན་པོ་ཆེའི་བཀའ་བློན་ཁྲི་བ་དང་པོ་དེ་ལ་བཞུགས་དུས་ཁོང་གིས་གཞིས་བྱེས་བོད་མི་ཡོངས་ལ་གནང་བཞག་རྒྱུ་གསུང་འཕྲིན་གྱི་ནང་ལ་ག་རེ་ཡོད་རེད་ལབ་པ་ཡིན་ན། ང་ཚོའི་གཞུང་འདི་ཨ་ནེ་ཕྱི་ནང་གསང་གསུམ་ནས་འཚེ་མེད་ཞི་བའི་སྒང་ལ་འགྲོ་མཁན་ཨ་ནེ་མཐའ་གཅིག་ཏུ་ཕྱི་སྲིད་ཟུང་འབྲེལ་དང་དེ་འབྲེལ་གྱི་གཞུང་གཅིག་ཡིན་ཙང་ཨ་ནེ། ངས་མ་འོངས་པར་བཀའ་བློན་ཁྲི་བའི་ལས་དོན་བྱེད་པའི་སྐབས་ལ། བཀའ་བློན་ཁྲི་བ་གི་ལས་ཀ་གང་ཡང་རུང་བ་ཅིག་ཨ་ནི་ང་གྲྭ་བ་ཅིག་ཡིན་པས་ཅིག་གར་སི་ཁོ་རེ་ལྷ་བསྡོམས་དང་འགལ་བ་གི་གནས་ཚུལ་ཅིག་བྱུང་པ་ཡིན་ན་ཉིན་མོ་དེ་ལ་ངས་ཡང་ན་ངས་གར་སི་ཁོ་རེ་བཀའ་བློན་ཁྲི་བའི་ལས་ཀ་དེ་མཚམས་བཞག་གི་ཡིན་ནམ་ཡང་ན་གྲྭ་བ་མཚམས་བཞག་གི་ཡིན་པ་ངས་ཉིན་མོ་དེ་ལ་ཐག་གཅོད་བྱེད་ཀྱི་ཡིན་ཟེར་ནས་གསུང་འཕྲིན་དེའི་ནང་ལ་དེ་གསུངས་འདུག་བ་དེ་གོ་རྒྱུ་ཞུ་བ་ཅིག་འདུག་སེར་མོ་བ་ཨ་ནི་ང་ཚོ་གྲོས་ཚོགས་གི་ནང་ལ་ཡར་སླེབས་པའི་སྐབས་ལ་གཙོ་ཆེ་ཤོས་ཀྱི་ཁ་རེ་རེ་ལབ་ན། སྤྱིར་བཏང་ཆེ་བ་ཡིན་པ་དང། དེ་ནས་དགེ་སློང་ཡིན་པ་དང། ད་དེ་འདྲའི་གི་རྣམ་པ་དེ་གཟེར་བུ་ཧྲིལ་བུ་ཞིག་ད་གོ་གི་འདུག་ངོ་ནས་བྱས་པ་ཡིན་ན། ད་ད་ལྟ་ང་ཚོ་དཀའ་ངལ་ཅིག་ག་རེ་འཕྲད་གི་ཡོད་རེད་ལབ་ན། གང་ཟག་རེ་ཟུང་གི་ཨ་ནེ་བཀའ་མོལ་གནང་སྟངས་དང་དེ་འབྲེལ་ལ་བརྟེན་ནས་ཨ་ནེ་ཕྱིར་འདང་ཆེ་རྒྱུ་ཁོ་སྤྱི་འཐུས་ཁོ་ར་དགོས་ཀྱི་མི་འདུག་ལབ་པ་ཡིན་ན་ཡང་ཡང་དེ་ཞིག་ང་ཚོ་བསམ་བློ་བཏང་དགོས་ཡ་གཅིག་ལ་ང་ཚོ་ནམ་རྒྱུན་དེ་བསད་ཀྱི་འདུག་བ་ཕྱི་བཞིན་ཆབ་སྲིད་སྐྱོང་བ་ཟེར་ནས་ཕྱི་དང་འཇིག་རྟེན་གཉིས་ཀ་ཞུ་བ་ཅིག་བཀྲི་ཐུབ་པ་ནང་བཞིན་གྱི་ལོག་ཀ་ལོག་ཀ་དེ་འདྲ་བྱེད་རྒྱ་ཅིག་ཨ་ཡོད་ན། སྤྱིར་བཏང་གི་ཐོག་ནས་ནི་ང་རང་ཚོ་ཁྱད་ཆེ་ཐུན་མོང་མ་ཡིན་པ་ཅིག་ཡོད་གསུང་གི་ཡོད་པ་རེད་ལྷག་པར་དུ་ང་བཀྲས་ཚོགས་ནང་ནས་བསྡད་མྱོང་ཉིན་གཅིག་གི་ཆ་ནས་བཀྲས་ཚོགས་ནང་ལོགས་ལ་དངོས་གནས་དྲང་ནས་དགེ་བའི་བཤེས་གཉེན་རྦད་དེ་ནི་ཞི་དེ་བ་ཞི་བ་ཉེར་ཞི་བ་ཟེར་ནས་ད་ཧ་གོ་གི་མི་འདུག་དེ་དངོས་གནས་ཞི་སྣང་གསང་གསུམ་པའི་ཚད་དང་ལྡན་པ་དེ་འདྲས་ཡོད་ན་ནི་བཀྲས་ཚོགས་ནང་ལོགས་ལ་བགྲོ་གླང་ལ་སོགས་པ་དེ་འདྲས་ཆ་ཤས་ལེན་པའི་སྐབས་ལ་དཔེར་ན་ཤེས་ཡོན་གི་སྐོར་ལ་བགྲོ་གླང་ཡོང་གི་རེད། བཟང་སྤྱོད་ཀྱི་སྐོར་ལ་བགྲོ་གླང་ཡོང་གི་རེད་གོང་ས་སྐྱབས་མགོན་ཆེན་པོའི་དགོངས་བཞེད་ཀྱི་སྐོར་ལ་བགྲོ་གླང་ཡོང་གི་རེད་དེ་འདྲའི་སྐབས་ལ་རྦད་དེ་གཏམ་གསལ་པོའི་ཐོག་ནས་བགྲོ་གླང་བྱེད་ཐུབ་ནས་འདི་ཅིག་རྦད་དེ་གར་སེ་གོ་རེ་ཁ་ལོ་བསྒྱུར་ཐུབ་མཁན་ཅིག་ཡོད་པ་ཡིན་ན། ཞུ་བོ་ཅིག་ཕན་ཐོགས་ཡོང་གི་འདུག་བརྒྱ་ཆ་བརྒྱ་ཐམ་པ་ཕན་ཐོགས་ཡོང་གི་འདུག་དེ་འདྲའི་ཐ་ནས་ནི་ང། ད་གཟོད་ཡང་མཐའ་གཅིག་ཏུ་ཆེ་རྒྱུས་ཀྱི་ཞི་འཐུས་དགོས་བ་མ་རེད་ལབ་པ་ཡིན་ན་ཡང་དེ་རིང་སང་ཉིན་ང་རང་ཚོ་སྤྱི་ཚོགས་ནང་ལ་འདྲ་མི་འདྲ་ཐལ་ཆ་འཛུལ་མཁན་ཡོད་རེད་ལ་ལྷག་པར་དུ་རྒྱ་ནག་འདྲ་བོ་ཞིག་ཡིན་པ་ཡིན་ན་ཡང་ཁོ་རང་ཚོ་ཁ་ཤས་ཅིག་ལ་ཡང་དེ་སྲིད་འདོད་པ་དང་མཐུན་པའི་སོ་ར་འདྲ་བོ་ཅིག་ཡང་ཉན་ཁ་ཅིག་འདུག་ཡིན་ན་ཡང་ད་ང་ཚོས་ཐག་གཅིག་ག་རེ་གཅོད་དགོས་ཀྱི་འདུག་ལབ་པ་ཡིན་ན། རི་བོ་དགེ་ལྡན་པ་འདྲ་བོ་ཅིག་འབད་ན་ང་རང་རི་བོ་དགེ་ལུགས་པ་ཅིག་མི་བྱེད་ན་ངས་ཀ་རེ་ཧ་གོ་གོ་རེ་ལབ་ན། གདན་ས་ཁག་ནས་ཅིག་དཔེ་ཁྲལ་གནང་ཉིན་གྱི་ནམ་རྒྱུན་དགེ་བའི་བཤེས་གཉེན་དང་ད་ཅིག་ཚད་སྟངས་ལྡན་པ་དེ་འདྲས་ལ་ཕྱི་ཐི་ཡ་ཞིག་བཞང་རོགས་བྱེད་ལབ་ན་ཁྱོད་ནི་ལང་གི་མི་འདུག་ཨ། ཁྱོད་ནི་ལང་གི་མི་འདུག། དེ་འདྲས་བྱེད་དུས་ཨེ་ནས་ད། ཚད་དང་ལྡན་པ་ཅིག་ཕྱི་རྒྱལ་དེ་དང་དེའི་སྐུ་འཚོབ་ཀྱི་ཐོག་ནས་ཡར་བསྐྱེད་ཐུབ་ཡ་གི་གནས་སྟངས་ཅིག་མེད་ན་ཕྱི་རྒྱལ་སོ་སོ་སོ་སོ་གི་ཐོག་ནས་ནི་ཐག་གཅོད་ཅིག་ངེས་པར་དུ་དགོས་གི་རེད་བསམ་བསམ་འདྲ་བོ་ཅིག་ངས་དེ་འདྲ་ཅིག་ག་དུས་ཡིན་ན་དེ་འདྲ་ཅིག་དྲན་བསྡད་གི་འདུག་དེའི་ཆ་ནས་ནི་ང་རང་ཚོ་བལ་དེ་རང་ཅིག་ག་རེ་ཟེར་དགོས་ར་བོ་ཕྱོགས་ཁྱོན་ཡོངས་ལ་དགོངས་པ་ཅིག་བཞེས་པའི་ཐོག་ནས་ནི་ཏན་ཏན་གི་དེ་ཕྱི་རྒྱལ། གི་སྤྱི་འཐུས་འདྲ་བོ་ཞིག་ཡིན་པ་ཡིན་ན་ནི། ལྟ་སྟངས་འདྲ་བོ་དེ་དངོས་གནས་གཟུ་བོར་གནས་པ་ཟིན་ན་འདྲ་ཕྱོགས་སུ་མ་ལོང་བ་ཅིག་དགོས་ཡས་དུ་ཞུ་ཅིག་གལ་ཆེན་པོ་རེད་ཤག་ད། ཆབ་སྲིད་དང། མི་སྐྱ་གི་སྤྱི་ཚོགས་ནང་ལ་སླེབས་ཚར་ཡོད་རྗེས་ལ་ད་དགེ་བཤེས་ལ་འདྲ་བོ་ཞིག་ཡིན་པ་ཡིན་ན་ལོ་དེ་འདྲའི་མང་པོ་ཞིག་ལ། མི་སྐྱ་གི་སྤྱི་ཚོགས་ནང་ནས་ཕྱག་ལས་གནང་རེད་དེ་མི་སུ་གཅིག་གིས་ཅིག་གཅིག་ཡོག་མ་ར་གཅིག་ཕྱི་ནང་གསང་སེ་བུ་གན་ཆོས་ཀི་ཐོག་ལ་གཅིག་གཅིག་གཅིག་སེ་ཡ་གཅིག་ག་དུས་ཡིན་པ་ཡིན་ན་ངོ་ནི་སོ་སོ་རབ་བྱུང་བ་གཅིག་དང་ཆེ་བ་གཅིག་ཡིན་པ་གི་འདི་ཤི་སྟེ་གཞན་ལ་ཕན་སེམས་མི་དད་པས་དེ་ག་མོས་ག་རེ་གནང་པ་ཡིན་ན་ངེས་ཤུགས་རྒྱས་གསུམ་ནས་མི་ལ་ཚོ་ར་སྤྲད་གི་ཐོབ་གི་ཡོག་ར་དེ་འདྲ་འདྲ་བོ་གཅིག་ཡིན་པ་ཡིན་ན་ང་ཚོ་སྤྱི་ཚོགས་ནང་ལོག་ལ་ངོ་ནི་དྲང་ནི་ད་དགེ་མཁོ་ཡོག་ར་ད་དགོ་གི་ཡོག་ར་མི་ང་ཚོ་སྐྱ་བོ་གི་སྤྱི་ཚོགས་ནང་ལ་ཡིན་པ་ཡིན་ན་ད་ཡིན་ན་རྒྱབ་ལ་སྟོན་པའི་ན་བཟའ་བསྐྱོན་ནས་ཆགས་སྡང་རགས་པའི་དབང་དུ་སོང་ནས། དཔེ་དེར་དངོས་གནས་དྲངས་ནས་ཚུལ་མཚན་ཆེན་ནས་བཟུང་སྟེ་ད་ཁོང་ཁྲོ་དང་ངར་རྒྱས་དང་ད་དཔེ་དེ་བཟོ་ད་དཔེ་དེ་མེ་འབར་བ་ནང་བཞིན་གྱི་དེ་འདྲའི་ཕྱིན་ནས་ཉན་རང་ཆགས་སྡང་དེ་ཞོ་གཅིག་མེའི་སྒང་ལ་སྣུམ་ལེན་པ་ནང་བཞིན་དེ་འདྲའི་གི་ནི་ལུས་ངག་གི་སྤྱོད་པ་འདྲ་བོ་དེ་འདྲའི་བསྟན་ཡོང་དུས་ནི་མི་མང་ཕལ་པ་རེད། ནི་དེ་ལ་བརྟེན་ནས་ནི་དགེ་འདུན་པ་སྤྱོད་ཡོང། ནི་དེ་ནས་པའི་སངས་རྒྱས་ཀྱི་བསྟན་པ་སྤྱོད་ཡོང་ལ་བས་དེ་ག་རེ་ཟེར་དགོས་རེད། ནི་ཅིག། ལྟ་ཤོག་མཐོང་ཤོག་དྲན་ཡ་མཚན་མོ་ཡོང་ཡ། ནོ་དེ་འདྲ་བྱེད་གི་འདུག་ཨ་མི་མང་གི་ནང་ལས་ཨོ་ད་གྲྭ་བ་ཚང་མ་གསལ་བའི་སོ་ར་འདྲ་བོ་ཨོ་དེ་འདྲ་ཡོང་གི་འདུག་དེ་འདྲ་བྱེད་དུས་དེ་གཉིས་ཀྱི་དབྱེ་བ་འདྲ་བོ་དེ་ད་གསལ་བོ་ཅིག་ནི་ག་འདི་བྱས་དགོས་ཀྱི་འདུག་ལ་དེའི་ཐོག་ལ་བྱེད་ཀྱི་སོ་སོ་སོ་སོ་གི་ངོ་ནས་བྱས་ན་འགོ་ནས་བདེན་གཉིས་ཀྱི་ལ་ཆེན་རྣམ་པ་དང་གཅིག་མཁན་པོ་སེ་ཡ་དང་ད་དེ་བྱི་བ་ར་བ་དེ་ཚོ་ཚང་མ་གི་ངོ་ནས་བྱས་ན་འགན་ཡག་པོ་ཅིག་འཁྱེར་ནས་གྲ་དམངས་ལ་ད་གཅིག་གཅིག་ཐག་གཅོད་ཅིག་ད་བྱེད་དགོས་ར་བ་འདི་འདྲའི་བྱས་ནས་ཡིན་ལ་མིན་ལ་བྱེད་བསྡད་པ་ཡིན་ན་གྲ་བ་གྲ་བ་གི་ནང་ནས་དགེ་འདུན་པ་གི་སྡེ་གི་ནང་ནས་མཁན་ཚ་ཆགས་རྒྱ་བོ་དང་དགེ་འདུན་པ་གི་པ་རུ་ལ་ལྟ་ཤོག་ཐོང་ཤོག་ལས་དེ་འདྲ་བྱས་པ་ཡིན་ན་ང་ཚོ་བོད་སྤྱི་ལ་སྐྱོང་བ་རག་གི་ར་བ་ཉི་མ་གཅིག་གི་བེད་དེ་ཐབས་ཤེས་མེད་པའི་ཐོག་ནས་ཐག་གཅོད་ཅིག་བྱེད་དགོས་པ་བྱུང་ན་ང་ཚོ་ཕྱི་དྲག་འགྲོ་གི་རེད་བསམ་གྱི་འདུག